རྡ་ས་ཐིག་ཆེན་ཆོས་གླིང་གཙུག་ལག་ཁང་དང་གཞན་རྒྱལ་ཁབ་ཁག་ཅིག་ཏུ ྋགོང་ས་མཆོག་དགུང་གྲངས་གྱ་བཅུ་གྱ་བདུན་ལ་ཕེབས་པའི་འཁྲུངས་སྐར་སྲུང་བརྩི་གཟབ་རྒྱས་ཞུ་བཞིན་ཡོད་པའི་སྐོར་དང། གཞན་ཡང་བོད་ཀྱི་ཆབ་སྲིད་བཙོན་ཟུར་གྲགས་ཅན་བླ་བྲང་འཇིགས་མེད་རྒྱ་མཚོ་ལགས་སྐུ་གྲོངས་ཡོད་པའི་སྐོར་དང། ཨ་རིའི་ནིའུ་ཡོག་ཏུ་ཡོད་པའི་རྒྱ་ནག་གི་གཞུང་ཚབ་ཁང་གི་མདུན་དུ་ས་གནས་བོད་མི་ཁག་ཅིག་གིས་རྒྱ་ནག་གཞུང་ལ་ངོ་རྒོལ་སྐད་འབོད་ཀྱི་ལས་འགུལ་ཞིག་སྤེལ་ཡོད་པ་བཅས་ཀྱི་ཐོག་ལ་སྙན་སྒྲོན་ཞུ་རྒྱུ་ཡོད་པས་ཚང་མས་གསང་རྒྱུ་མུ་མཐུད་ནས་གསན་གཟིགས་གནང་རོགས་གནང། ཟླ་བ་འདིའི་ཕྱི་ཚེས་དྲུག་སྟེ་བོད་ཟླ་ལྔ་པའི་ཚེས་བདུན་ཉིན་ནི་བོད་མིའི་བླ་ན་མེད་པའི་དབུ་ཁྲིད ྋགོང་ས ྋརྒྱལ་བ་རིན་པོ་ཆེ་མཆོག་གི་སྐུའི་འཁྲུངས་སྐར་དུས་ཆེན་འཁེལ་ཡོད་པ་ལྟར་འཛམ་གླིང་ས་ཕྱོགས་གང་སར་ཡོད་པའི་བོད་མི་དང་དད་ལྡན་དོན་སྙིང་བ་མང་པོས་རྣམ་པ་འདྲ་མིན་གྱི་ཐོག་ནས་སྐུའི་འཁྲུངས་སྐར་སྲུང་བརྩི་ཞུ་དང་ཞུ་བཞིན་ཡོད་པ་བཞིན། ཟླ་བ་འདིའི་ཕྱི་ཚེས་དྲུག་ཉིན་བཞུགས་སྒར་རྡ་རམ་ས་ལར་གཞུང་འབྲེལ་གྱི་ཐོག་སྐུའི་འཁྲུངས་སྐར་སྲུང་བརྩི་ཇི་ལྟར་ཞུ་བཞིན་ཡོད་པ་དང་འབྲེལ་བའི་ཐོག་ང་ཚོའི་གསར་འགོད་པ་རྒྱ་མཚོ་ལགས་ཀྱིས་བཏང་གནང་བའི་གསར་འགྱུར་ལ་ཡང་སེམས་ཞིག་གནང་རོགས་གནང། དེ་རིང་འདི་ག་བཞུགས་སྒར་རྡ་ས་ཐི་ཆེན་ཆོས་གླིང་གཙུག་ལག་ཁང་དུ་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་ཤིང་སྣ་གོང་ས་སྐྱབས་མགོན་ཆེན་མོ་ཆུ་དགོན་འབྲང་རྒྱ་ཆོས་རྒྱ་སྟོན་ལ་ཕེབས་པའི་སྐུ་ཡི་འཁྲུངས་སྐར་གྱི་ད་ལྟ་གཞུང་འབྲེལ་གྱི་མཛད་སྒོ་དེ་སྲུང་བརྩི་ཞུ་དང་ཞུ་བཞིན་པ་རེད། དེ་རིང་གི་མཛད་སྒོའི་ཐུགས་དང་སྐུ་མགྲོན་གཙོ་བོ་ནི་ཧི་མ་ཅལ་མངའ་སྡེ་དགེ་བཤེས་ཆོས་བློན་ཆེན། རྗེས་རང་འཁྲ་པོ་བཅུག་ཕོད་ཆ་ཡོད་ན་ཡང་སྣང་ཞིག་དཀའ་ངལ་དབང་གིས་ད་རིང་དངོས་སུ་ཕེབས་ཐུབ་མེད་པ་རེད་འདུག་ཐེངས་འདིའི་མཛད་སྒོ་ཐུག་ཐོག་ད་ལྟ་དགའ་ལྡན་ཁྲི་རིམ་གྱི་ཕྱུག་དང་གཞན་ཡང་དམིགས་བསལ་སྐུ་མགྲོན་རིས་ཆར་གྱི་རྣམ་པ་གཉིས་ཕེབས་གནང་འདུག་ད་རིང་རྒྱ་རོམ་གྱི་འཁྲུངས་སྐར་གྱི་ཆེད་དུ་མི་མང་ཧ་ཅང་མང་མོ་འདུས་འཛོམས་བྱུང་འདུག་ལ་འཁྲུངས་སྐར་དེའི་ཆེད་དུ་ཚུགས་པ་ཁག་ཉིན་ཞུགས་ཀྱིས་གཞི་ན་ཁྲག་འདོན་ཁག་གཟིགས་འབུལ་ཞུ་འཆར་རེད་འདུག། ཐེངས་འདིའི་མཛད་སྒོ་ཐུག་སྲིད་སྐྱོང་སྤེན་པ་ཚེ་རིང་གིས་བཀའ་ཤག་གི་གསུང་བཤད་སྒྲོགས་སྦྱང་ཞུས་པའི་ནང་གོང་ས་མཆོག་ལ་བཀའ་དྲིན་རྗེས་དྲན་འགོད་དགོས་གསུངས་དོན། ད་རིང་གི་ཉིན་མོ་འདི་ནི་གངས་ཅན་པ་ཙམ་དུ་མ་ཟད། འདོད་རྔམ་དང་འགྲན་རྩོད་ཀྱི་ཡོ་ལང་རྒོད་པའི་འཇིག་རྟེན་འདིར། བྱམས་བརྩེ་དང་ཞི་བདེའི་གདམས་ངག་སྩོལ་མཁན་བྱང་ཆུབ་སེམས་དཔའ་ཆེན་པོ་ཞིག་དངོས་སུ་བྱོན་པའི་དུས་ཚེས་རྩ་ཆེན་ཞིག་ཡིན་སྟབས། གོ་སྐབས་འདི་བརྒྱུད་ནས་སྐལ་ལྡན་གྱི་སྐྱེ་འགྲོ་སྤྱི་དང། བྱེ་བྲག་ཏུ་མགོན་པོ་གང་ཉིད་ཀྱི་རྗེས་འཇུག་པ་དང། རང་རིགས་གཞིས་བྱེས་སྤུན་ཟླ་ཡོངས་ལ་དུས་ཆེན་འདིར་མཛའ་བརྩེའི་མཚམས་སྨོན་དང་བཀྲ་ཤིས་ལན་ཞུ་རྒྱུ་ཡིན། བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་ཚོགས་གཙོ་མཁན་པོ་བསོད་ནམས་བསྟན་འཕེལ་གྱིས་བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་གསུང་བཤད་སྒྲོག་སྦྱང་བྱས་པའི་འཁྲུངས་སྐར་སྲུང་བརྩིའི་དགོས་དོན་སྐོར་གསུང་དོན། དེ་རིང་གི་ཉིན་མོར་ཡིག་རྒྱུགས་རོང་རིགས་སྤུན་ཟླ་རྣམ་པ་དང། འཛམ་གླིང་ཡུལ་གྲུ་གང་སར་གནས་པའི་བོད་མི་བརྩེ་ཞེ་བདེ་ལ་དགའ་བའི་འཛམ་གླིང་མི་མང་ཡོངས་ཀྱི་དགའ་དད་སྤྲོ་བཟོ་ངོ་རྐོ་ཡི་འཁྲུངས་སྐར་སྲུང་བརྩི་ཞུ་བའི་ལམ་ནས་མགོན་པོ་གོང་གི་ཡོངས་གྲགས་ཐུགས་བཞེད་མཛད་མཁན་བཞི་དང་དེ་རྟག་ཏུ་འཛམ་གླིང་དཀོན་མཆོག་མཛད་འཕྲིན་རྣམས་ཀྱི་བཀའ་དྲིན་རྗེས་སུ་དྲན་བཞིན། ཡ་རོབ་རྫོང་གཞས་དང་ཤོང་རྩལ་ལྡན་པའི་བོད་མི་ཞིག་ཡོང་ཐོག་ཆེས་ཉམས་ལེན་ཞུ་རྒྱུ་དང་སྐྱ་ཤར་གནས་ཞུ་རྒྱུ་ནི་རྐོ་ཡི་འཁྲུངས་སྐར་སྲུང་བརྩི་ཞུ་རྒྱུའི་དགེ་འདུན་གཉིས་པོ་དེ་ཆགས་ཡོད་པས་བོད་མི་ཡངས་ཀྱི་ཉེ་རིང་འཚོ་བའི་ནང་ལག་བསྟར་ཉམས་ལེན་དགོས་པའི་འབོད་སྐུལ་ནན་པོ་ཞུ་རྒྱུ་ཡིན། His Holiness ཐེངས་འདིའི་མཛད་སྒོའི་ཐུགས་དོགས་ཧི་མ་ཅལ་མངའ་སྡེའི་ཤིས་ནཱ་བློན་ཆེན་གྱི་གསུང་བཤད་སྐབས་གོང་ས་མཆོག་ལ་བརྟེན་ནས་ཧི་མ་ཅལ་ནས་འཛམ་གླིང་དུ་ཡུལ་སྐོར་སྤྲོ་འཆམ་འགྲོ་ས་ཡི་ས་ཁྲི་ཐུགས་དོགས་བསྐོས་ཡོད་པས་ཧི་མ་ཅལ་མངའ་སྡེ་དང་མི་མང་ལ་མཚོན་ན་དེ་རིང་གི་ཉིན་མོ་དེ་ནི་གལ་འགངས་ཆེ་བའི་ཉིན་མོ་ཞིག་ཡིན་པ་དང་གོང་ས་མཆོག་ལ་ནོ་སྦེལ་ཞི་བའི་གཟེངས་རྟགས་ཐོབ་ཡོད་པ་དེ་ཡང་འཛམ་གླིང་ཞི་བདེ་དང་ཆིག་སྒྲིལ་ལ་དགའ་མཁན་ཀུན་གྱི་རྒྱལ་ཁ་ཞིག་ཡིན་པའི་སྐོར་དང་ང་ཚོ་ནང་ཡང་ཆོས་མཛོད་ཡི་རང་བཙན་འཐབ་རྩོད་ཀྱི་རྒྱབ་ཏུ་ཡོད་ཅིང་མ་འོངས་པར་ཡང་དེ་བཞིན་རྒྱབ་སྐྱོར་ཡོད་སྐོར་གསུང་བཤད་གནང་སོང།
དེ་བཞིན་མི་སེར་སྐུ་མགྲོན་རི་ཅར་གྷེལ་གྱིས་གསུང་བཤད་སྐབས ྋགོང་ས་མཆོག་ནི་བོད་མི་ཞིག་ཡིན་པ་དང་ཁོང་ཉིད་དུས་སྐབས་དེ་འདྲ་ཞིག་ལ་ཕེབས་ཡོད་པ་དེ་བོད་མི་ཚོས་སྤོབས་པ་བྱེད་འོས་པ་ཞིག་ཡིན་པའི་སྐོར་དང། བོད་མི་ཚོས་ཡོད་ཚད་གོང་ས་ཆུ་ལ་སྐྱག་མི་སྤྱོད་པ་ཚང་མས་ཐག་གཅོད་ཀྱི་འགན་འཁུར་དགོས་པ་དང་བོད་ལ་ཕུལ་བྱུང་གི་ལོ་རྒྱུས་ལྡན་པ་དང་ཕུལ་བྱུང་གི་རིག་གཞུང་ཡོད་པ་སུ་གིས་གསུང་བཤད་གནང་སོང། གཞན་ཡང་དེ་རིང་རྒྱ་གར་གྱི་སྲིད་བློན་མུ་དྷི་མཆོག་གིས་ཞལ་པ་བརྒྱུད་གོང་ས་མཆོག་གི་འཁྲུངས་སྐར་ལ་འཚམས་འདྲི་ཞུས་ཡོད་འདུག། ཡང་ཟླ་བ་འདིའི་ཚེས་གཉིས་ཉིན་ཐའེ་ཝན་དུ་དགའ་ལྡན་ཤར་རྩེ་ཆོས་ཚོགས་ཀྱི་གོ་སྒྲིག་འོག། ྋགོང་ས་མཆོག་གིས་སྐུའི་འཁྲུངས་སྐར་སྲུང་བརྩི་རོལ་དབྱངས་མཛད་སྒོ་ཞིག་ཚོགས་ཡོད་པ་དང། སྐབས་དེར་གླུ་གཞས་སྒྱུ་རྩལ་བ་ཁག་ཅིག་གིས་ཨ་མའི་བྱམས་བརྩེ་ཞེས་པའི་གཞས་ཤིག་ཉམས་ལེན་དང། འཁྲུངས་སྐར་ལ་རྟེན་འབྲེལ་གྱི་གླུ་གཞས་གཟིགས་འབུལ་ཞུས་རྗེས། སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་བཀའ་སློབ་སྩལ་དོན། ཨ་ལྟར་འབྱུང་རྒྱུ་ཨ་ལྟར་ལོ། སྤྱོད་ངག་ཉི་ཤུ་ཞིག་ང་འདུག་བསྡད་ཀྱི་རེད། རེད་དང། ཞེས་ཏཱ་ལའི་བླ་མ་ཨ་ནེ། ཀུན་དཀྲིས་བཅུ་བཞི་པ། ཅེས་བྱང་ཆུབ་སེམས་དཔའ་རེས་ལབ་ན་ལབ་མ་ཆོག་རང་མལ་བའི་སོར་བཅད། བྱང་ཆུབ་སེམས་དཔའ་ཉམས་ལེན་གྱི་ཐིག་ལེ་བྱེད་ཀྱི་ཡོད། དེ་བཞིན་དུ་སྟོང་ཉིད་ཀྱི་ལྟ་བ་ལ་ཡང་ཉམས་ལེན་གཙོ་བོ་བྱེད་བསྡད་ཀྱི་ཡོད། བྱས་ཙང་ཁྱེད་རང་ཚོ་ངའི་ཆོས་གྲོགས་རེད། ཨེ་ནི། བྱང་ཆུབ་ཀྱི་སེམས་དང་སྟོང་ཉིད་ཀྱི་ལྟ་བ་ལ་ཡང་ག་ཚོད་ཐུབ་ཐུབ་ཀྱིས་ཁྱེད་རང་ཚོས་ཉམས་ལེན་བྱེད་ཨེ་ནི་ཧུར་ཐག་བྱེད་ཤོག་ཨ། མི་ཚེ་འདི་ལ་ཡང་ང་རང་ཚོ་ངོ་ཤེས། ཆོས་གྲོགས་ཆགས་པ་དེ་ཡིན་དེ། ཚེ་རབས་ནས་ཚེ་རབས། ར་ཐང་ཆེ། ཇི་སྲིད་ནམ་མཁའ་མ་ཟད་ཀྱི་བར་ལ་ཡང་ང་ཚོ་དེ་ཡིན་དེ། དམིགས་བསལ་གྱི་འབྲེལ་བ་ཡོད་དེ་བས་ཅི་ཆགས་བསྡད་ཀྱི་རེད། ཨེ་ཁྱེད་རང་ཚོས། སེམས་སྐྱིད་པོ་བྱེད། ར་ཐང། ཚེ་རབས་ནས་ཚེ་རབས། ཨ། རྒྱ་གར་རུམ་ཆེའི་བུ་གས། སྒྲོན་སྙིང་སོགས་རབ་ཏུ་བྱས་ནས་འཕགས་པ་སྤྱན་རས་གཟིགས་པའི་འབྲལ་མེད་ཆེན་ནི་ཡོད་སར་བ་ཅིག་གིས་འདུག་བསམ་མི་གཏོང་ཤོག་ཨ། ཨེ་རེད་ད་ག་ཡིན་སྤྲོ་བྱས་ལེ་ཐུགས་རྗེ་ཆེ། རྒྱ་ནག་གཞུང་གིས་ཐེངས་མང་འཛིན་བཟུང་མནར་གཅོད་བཏང་ནས་ནད་གཅོང་བཟོས་པའི་བླ་བྲང་འཇིགས་མེད་རྒྱ་མཚོ་སྤྱི་ཟླ་བདུན་པའི་ཚེས་གཉིས་ཉིན་བོད་མདོ་སྨད་བླ་བྲང་གི་ཉེ་འགྲམ་གྱི་རང་ཁྱིམ་དུ་སྐུ་གྲོངས་ཡོད་འདུག། འཇིགས་མེད་རྒྱ་མཚོའམ་འཇིགས་མེད་དགུ་རིལ་ནི་བླ་བྲང་དགོན་པའི་དགེ་འདུན་པ་དང་བླ་བྲང་དགོན་པའི་ཉེ་རྟོག་བྷུ་ཏི་ཞེས་པ་ནས་ཡིན་ཞིང་ཕྱི་ལོ་ཉིས་སྟོང་དྲུག་ལོར་རྒྱ་གར་ལྷོ་ཕྱོགས་ཨམ་རི་བྷ་ཏིར་དུ ྋགོང་ས་མཆོག་གི་དུས་འཁོར་དབང་ཆེན་གནང་སྐབས་ཕྱི་བཅར་ཞུས་ཡོད་པ་དང། ཕྱིར་ཕ་ཡུལ་དུ་ལོག་མ་ཐག་བསང་ཆུ་རྫོང་སྤྱི་བདེ་ལས་ཁུངས་སོགས་ཀྱི་ཆབ་སྲིད་ཀྱི་ལས་འགུལ་སྤེལ་བའི་ཉེས་མིང་དང་དུག་གཞིའི་འོག་ཐེངས་བཞི་ཙམ་འཛིན་བཟུང་བཀག་ཉར་བྱེད་མྱུང་ཡོད་པ་རེད་འདུག། རྗེས་སུ་ཁོང་ལ་རྒྱ་ནག་གཞུང་གིས་མནར་གཅོད་གཏོང་སྟངས་དང་འབྲེལ་ནས་རྒྱ་ནག་གི་འོག་བོད་ཀྱི་དཀའ་ངལ་སྐོར་གྱི་བརྙན་འཕྲིན་ཞིག་ཕྱི་བསྒྲགས་བྱས་ཡོད་འདུག།
ད་ལྟ་ལོ་འགོའི་ཟླ་བ་གཉིས་བ་གི་ཚེས་བཅོ་ལྔ་གི་ཉིན་ཁུལ་དེ་ཚོགས་གྲོལ་ནས་བྱུང་བའི་མ་ར་སི་ལོ་བ་སོགས་ནས་བྱུང་བ་འདི་ཚོ་རེད་ཅེས་བརྗོད། ལྕགས་བཟི་གཉིས་ནས་ཡར་ར་ཡོང་འདི་དག་སོགས། ད་ལྟ་ཅི་ག་རླངས་འཁོར་གྱི་ས་ཚིགས་འབབ་ཚིགས་དུ་ནས་བྱུང་བ་འདི་ཅི་རང་ངའི་ཧམ་ཟི་རྩེད་མོའི་ཚ་རེད་དུ་ནས་ཡོང་དུས་ད་སོགས་ང་ཁ་པར་ཟིག་སླེབས་སོང་དུ་ནས་ཁ་པར་འདི་ཆེ་གཅིག་དེས་དུས་ད་སོགས་ནང་ན་ད་ཨང་གྲངས་མེད་གི། དུ་ནས་ངས་འདི་ཆི་ཟིག་ཡིན་ནུས་ན་བསམ་དུས་ད་སོགས་དུ་ནས་ཆི་སྤྲེལ་ཟིག་ཆི་ནས་ཡོང་ནས་དེའི་ནང་ནས་ང་ཁ་པར་རྒྱབ་ནས་ཁོ་ཚོས་ང་ད་མ་ལ་འདི་ཡིན་ན་མིན་ན་ང་དེ་དུས་ས་འོག་ངོས་འཛིན་ཡི་གི་བར་དུ་ནས་ད་ཧ་གོ་མ་གོ་དུ་ནས་སོང་ནས་ཕྱི་ར་ཆིག་དུས་དུས་ད་སོགས་ནོར་དྲ་ཟ་དཀར་བོ་ཟིག་ཡོང་ནས་བྱུང་བ་གློག་རིག་གི་དུ་ནས་བསྡད་ནས་དུ་ནས་ནང་ནས་དམག་དམག་མི་བཞི་མ་ར་ཡོང་ནས་བྱུང་འདི་ཅི་བ་ད་ང་ལོག་པ་འབྱར་ནས་བྱུང་འདི་ཅི་ར་ཡ་ར་ནང་བྱས་ན་ཡ་ར་མཐུན་ནས་དེ་ང་ནོ་ཅི་ན་ཡ་ར་འཛིན་བཟུང་བྱས་དེའི་སྐབས་ཐོག་དེ་ངའི་ཁ་ཤེ་ར་འཁོར་ནས་བྱུང་བ་འདི་རེད་ད་མ་ར་དེ་དེའི་ད་སོག་ཐོག་ན་ཨ་ནེ་ཟིག་ཐོན་ན་འདུག་ཨ་ནེ་དེ་ཨ་ནེ་ཨ་ནེ་ཟེར་ནས་ཐོག་མ་ཕྱག་འཚལ་དུ་ཟིན་ནས་ཨ་ནེ་ཁུ་ཤི་ར་འདི་བྱས་མ་བྱས་དེ་སོང་ད་ནས་ད་ང་དེའི་ནང་ང་མོ་ཏྲ་ནང་ང་བཞག་མོ་ཏྲ་ནང་ང་བཞག་ནས་ལོག་པ་ལྕག་བརྒྱབ་ནས་ད་ནས་མགོ་ཁུག་མ་ནག་ཀོ་ཟིག་ཀོ་འདང་ནས་མ་ར་ནི་ནས་བྱུང་བ་ང་དཀའ་བོའི་ཚད་ནས་ད་ནས་བྱུང་བ་འདི་བཞག་ད་བཟུང་ནས་ད་ད་ག་སོང་ནས་བྱུང་བ་ཉེན་རྟོག་པ་གི་འདུག་ས་གི་སྟག་ག་ད་ན

ངོ་མ་ལ་མི་རིགས་ཆེད་རིགས་ཀྱི་ཆུང་ཆུང་ཟིག་གི་ལ་ཀ་ཐུག་ཚོད་ཡི་གོ་ནོ་ར་དྲག་མོ་ཡི་གོ་ནོ་ར་རྒྱལ་ཁབ་ཆེད་རིགས་ཀྱི་ཟུང་ཟིག་མི་རིགས་གཉོམ་ཆུང་ཟིག་གི་ལ་ཀ་འདི་མོ་ལག་སྐྱ་འདི་ཁྱད་དུ་ལེ་གོ་དེ་ད་སོ་གི་ཟུང་ནི་ད་ངོ་མ་གི་ཆུང་ས་ན་འདི་མོ་ཆུང་ཆུང་མི་གོ་ནོ་ར་ཆེ་སོ་ན་ད་བོ་མི་ང་ཟིག་ལེ་ནི་ཡོང་གོ་གྱི་རེད་ང་ཚོ་བོ་པ་གི་ནི་ད་སོ་ཟུང་ནི་ཆུང་བ་མར་སོ་ཡི་གོ་ནོ་ར་དྲག་མོ་ཡི་གོ་ནོ་ར་དྲ་ལ་ཀ་ལག་སྐྱ་གོ་ནི་ད་བོ་འདི་མོ་གི་ག་ཅག་བཤད་ཐུབ་ནོ་འདི་ད་ང་ངོ་ནི་གི་ཧང་སང་སོང། གཅིག་དེ་རེད། གཉིས་ན་སོང་ནས་བྱུང་བ་དེ་བཞག་གི་ང་ཚོ་བོད་པ་གི་མི་དག་ཚོ་སོང་ནས་སད་བཏང་ནས་བྱུང་བ་དེ་བཞག་གི་སོང་བའི་མ་ལ་ཡིག་བཏང་ན་ལྡོག་གི་ཡོད་ནི་མ་རེད་རེད། འོ་སོང་ནས་བྱུང་བ་ཅང་གི་ཤི་ནི་མ་རེད་རེད། འདི་གི་སྒོ་ཁ་གི་ཐིག་གི་ཏིན་ཅིག་གི་ཕྱི་ལ་ཕག་ལྟ་ཚོགས་གི་སྣང་བ་ར་མ་བཞག་ག་དེ་ཉིག་གི་སོང་ནས་ལྟ་ཚོགས་སད་བཏང་ན་ར་སོང་ནས་ལྡོག་གི་ཡོད་གི་ར་ང་ཚོ་རང་གི་མི་སོང་ནས་སད་བཏང་ན་ག་རེ་ལྡོག་གི་མེད་ནི་ད། རྡོག་པོ་རྒྱག་ཆོག་ག་མ་རེད་ད་འོ་སོང་ནས་ཀྱང་ག་ཧ་གོ་གི་མ་རེད་ཟེར་དུས་ད་སོ་གི་རེད་ད་ངོ་ནས་ཀྱང་ནས་གི་ཅིག་གི་གི་གི་གི་ད་མི་རིགས་དང་མི་རིགས་དེར་འདྲ་མཉམ་མིན་ནོ་གི་ལྟ་ཚུལ་ཙི་ད་ངག་ཤིག་དངོས་གནས་ཅིག་མཐོང་སོང། དེའི་ག་ཏོག་དེ་ཡོད་ན་ར་ད་ག་ཅག་མང་བོ་ཅིག་བྲིས་ད་ག་ཅག་མང་བོ་འདྲི་དུས་ད་སོ་རི་ཏྲ་ར་ར་ང་ག་ཅག་ཅིག་ཕྱི་ཟིར་བྲིས་སོང་ཟེར་ན། ཨ། ད་ཁྱོད་ད་ལས་ལ་མ་ག་སོང་ཟེར་གི་འདིའི་ནང་ནས་འདི་ངན་སྐད་རེད་ན་རེད་ཟེར། ད་ད་ལའི་བླ་མ་ག་ཚོང་ནས་བྱུང་བ་ནི་ཇི་ག་དེ་ཇི་འདྲ་ཇི་འཕྲོག་གོ་ནོ་གྱོན་གོ་ནོ་ཧྲག་གོ་ནོ་ཚང་མ་ཐམས་ཅད་པོ་ད་ལའི་བླ་མ་ག་ཆེ་ཚོང་མ་ར་ངན་སྐད་ཡིན་ནས་བཤད་ནི་རེད་ད་ཅོག་ད་ལའི་བླ་མ་ཆེ་ཚིག་གི་རྟགས་ཚིག་ཡོག་གི་ཟེར་མ་དེ་འདྲས་ཅིག་བཤད་སོང་འོ་ད་ལའི་བླ་མ་ཡིན་ན་ང་རང་གི་རང་ག་ཡིན་ན་རག་ང་སྣང་བ་སངས་རྒྱས་བའི་ཆེད་དུ་བཀའ་གི་སྦྱིན་གྱི་བཀའ་ཚུལ་རེད་ད་ལའི་བླ་མ་གི་སློབ་མ་ཟེར་རེད་ང་རང་ག་ཡིན་ན་ད་ལའི་བླ་མ་ཡིན་ན་སེམས་གི་སྟེང་གི་ཞིག་རང་གི་རྣམ་ཤེས་ལྟ་བུ་སྙིང་ལྟ་བུ་ཧྲུག་ལྟ་བུ་རེད་ཟེར་ང་གཅིག་པོ་མ་རེད་འོ་མི་ས་ཡ་ཁྲི་ཁ་ཚོད་ན་ཚང་མ་གི་ཏཱ་ལའི་བླ་མ་ཟེར་ན་སེམས་ཁོང་ནང་ནས་ཞིག་རང་གི་ཞིག་ཚེ་འདི་དང་ཕྱི་མ་ཚང་མ་གི་སྐྱབས་མགོན་རེད། ཁོང་གི་ཨ་ཟོང་ཟིག་སྐད་ཐ་ཆིག་གིས་སོང་ནས་འཛམ་བུ་གླིང་འདི་ཞི་བདེ་གི་ཞི་རྒྱས་འདི་མོ་ཟིག་བཞག་ནས་ཀྱང་འཛམ་གླིང་གི་ཞི་བདེ་གི་དེད་དཔོན་ཆེན་མོ་རེད། ཁོང་གི་ཞིག་འདི་མོ་གི་ཕྱོགས་ནས་ཀྱང་འཚེ་བ་མེད་པའི་སྒོ་ནས་ལམ་འདི་མོ་ཟིག་སྤྲད་མགོ་ཡོད་གི་ནང་ལོག་གི་ལྟ་སང་གི་འཕྲོག་ནོ་སྐྱོབ་ནོ་ཧྲག་ནོ་ཚང་མ་ཐམས་ཅད་པོ་ཏཱ་ལའི་བླ་མ་གི་གོ་སྒྲིག་ཡིན་ནི་ཟེར་ན་རྒྱ་ཆ་རྒྱ་ནས་ངེད་དེ་གཉིས་ལས་གཅིག་ག་ཡི་གོ་མེད་རྒྱ་ལས་ཏཱ་ལའི་བླ་མ་ཁོ་རང་གི་དོན་གྱིས་ཅིག་གསུང་ཐུབ་གི་མ་རེད། ང་རང་རང་ཚོའི་གྲྭ་བ་གྲྭ་བྱང་ཟེར་བ་ངའི་བཟོ་བ་བཟོ་ཚང་མ་ཐམས་ཅད་པོ་སོང་བ་ཧྲུག་བ་དང་ཆུ་བ་དང་འཁྲུག་བ་དང་ཟེར་དུ་བཤད་ཐུབ་གི་མ་རེད། དེ་ཡིན་དུས་ད་གཟོད་ད་དུས་ནས་བཟོས་པའི་ཆུང་དུས་ཀྱི་ང་ཚ་ཞིག་གིས་ད་སྐྱབས་མགོན་རིན་པོ་ཆེའི་ངོ་མ་གི་འོ་མི་ཟ་ཡ་ཁྲིག་གི་ཚོམ་བུའི་ཞིག་གི་སེམས་གི་སྟེང་གི་རྣམ་ཤེས་ལྟ་བུ་ཟིག་ཡིན་ན་སྐྱབས་མགོན་རིན་པོ་ཆེའི་ཁ་འབྲལ་ཐབས་མེད་པ་དང་ལོ་རྒྱུས་གི་ཐོག་ནས་ང་ཚོ་བླ་མ་རེད་སློབ་མ་ཡེ་ལེའུ་ནི་དྭོགས་མི་མཐུད་དུ་བླ་མ་སློབ་མ་ཡེ་ལེ་འགྲོ་དགོས་ནི་རེད། ཡིན་ན་ང་ཚོ་ཚང་མ་གི་སྐྱབས་མགོན་རིན་པོ་ཆེའི་མི་དགོས་ཟེར་ཐལ་ནི་མ་རེད་སྐྱབས་མགོན་རིན་པོ་ཆེ་ཡིད་ཆེས་དང་དད་པ་རྩེ་གཅིག་ཏུ་འདབ་བཀོད་བ་རེད་དེས་ན་ད་སྐྱབས་མགོན་རིན་པོ་ཆེ་གི་ལ་ཁ་ལྟ་ཚིག་ག་འདྲ་ཡོད་ཁུ་ཟེར་ང་ཏི་ཅིག་བཤད་མྱོང་བ་ཡིན། འདི་ནས་ང་ཚོ་ཙང་ཏིའི་ནང་ནས་ཉི་མ་ཆ་ཚེ་བའི་ཞེ་བོ་ཏི་ནས་སོང་ནས་ཆུང་བ་ཙོང་ཁང་ནང་ང་འདི་དུས་ལྟ་སོ་ར་དེ་རེད་ཙོང་ཁང་གི་གཞན་པ་གི་ང་ཚོ་མི་ཏི་ཚོ་ཚང་མ་གི་ཐང་ཅིག་གི་སོང་ནས་ཆུང་བ་དེ་བཞག་གི་ད་གཅིག་རེད་གཉིས་གསུམ་ཟེར་ནས་ཆོ་ཡེ་ཨར་སན་སི་ཟི་ལེ་ཏི་ཚོ་ཁོ་ཚོ་གི་རྒྱ་མི་གི་སྐད་ཆ་མ་གོ་ན་ད་ཁྱེད་རྒྱ་མི་གི་སྐད་ཆ་མ་གོ་ད་ཁྱེད་རང་སོག་རེད་བ་ཁྱོད་རང་ད་ཅིག་གླུ་རེད་བ་ཟེར་ནས་ཆུང་བ་དེ་བཞག་གི་ད་སོང་ནས་ཆུང་བ་ཨོ་ཅོག་གི་རྒྱ་མི་རི་ཉོག་ནས་ཆུང་བ་དེ་བཞག་གི་ད་ཚང་མ་ཡང་ན་མ་ར་འགྲོ་མ་ཐུབ་བ་ཏི་ནས་ཆུང་བ་དེ་བཞག་གི་ཏི་མོ་ཡི་གོ། ད་ག་རེ་ཆུ་ཆུ་ཆུ་ཟེར་བཤད་ཉོག་ད་ཕེ་ཟེར་ཉོག་ད་ཟེར་ན་ད་ང་ཅི་རྒྱ་མེད་གི་སྐད་ཆ་མ་གོ་ད་ང་ཆོ་ཉོག་མི་རེད་ཟེར་གི། འོ་ད་འདི་ཡིན་འདི་དང་སོགས་གི་ལས་ཀྲུང་ཧྭ་མི་དམངས་སྤྱི་མཐུན་རྒྱལ་ཁབ་གི་རྩ་ཁྲིམས་དང་བཅའ་ཁྲིམས་གི་ནང་ན་སར་ནས་ཁུལ་གི་མི་རིགས་གི་སྐད་དང་ཡི་གེ་ཡིད་སྐྱོ་ཟིག་གོ་གི་ཁུལ་གི་མི་རིགས་གི་དབང་ཆ་འཛིན་དགོས་ཟིག་ལས་བྱུང་བའི་ཐོབ་ཐང་དང་དབང་ཆ་དེ་གོ་གི་ད་ང་ཚོ་རང་གི་བོད་གི་ས་ཐོག་ནས་ད་འདི་སོང་འདི་བྱུང་བ་འདི་བྱས་གི་འོ་སྐད་མ་བཤད་ན་འོ་ཡིག་མ་བརྐུས་ན་ར་བཀྲ་ར་རྒྱ་ཡིག་རྒྱ་སྐད་མ་བཤད་ན་ག་ལུས་ར་སྲོག་ར་ཟེར་ནས་ད་ག་ཉོག་ནས་ཉྭ་ས་ཡིག་ཐོག་ནང་གི་རྒྱུ་མཚན་ཆི་ཟེར། དེའི་མི་ཚེ་གི་གྲྭ་བ་སོགས་ཚང་མ་ཐམས་ཅད་པོ་གར་ནག་གི་དབྱེ་བ་གཅིག་ག་ར་བཤད་རྒྱུ་མེད་ལ་དེ་བྱས་པས་ལོ་ལོན་ཡིན་ན་ལོ་ལོན་ཡིན་ཆུང་ཆུང་ཡིན་ན་ཆུང་ཆུང་ཆུང་ཆུང་བྱ་ཡིས་ལོ་བཅུ་བཞི་བཅོ་ལྔ་ལྕམ་པོ་བཟུང་ཡོང་འདུག་གི་ཆེ་བོ་ལོ་དྲུག་ཅུ་བདུན་ཅུ་ལྕམ་པོ་བཟུང་ཡོང་འདུག་གི་ཁི་སྐབས་དེའི་ལས་འགུལ་གི་ནང་ང་ཞིག་ན་མ་ཞིག་ན་སོང་ནས་བྱུང་བ་བཟུང་ནས་བྱུང་བས་ད་སོང་ནས་རྒྱལ་བ་གོ་འཇིག་གོང་གི་མ་ཞིག་གི་མགོ་ཧམ་གོང་གི་མ་ཞིག་ག་བ་ཉོག་ནས་བྱུང་བས་དེ་བཞག་གི་ད་ཉོག་གོ་ཉིན་རེ་ཉིན་རེ་ལོག་པ་བདམས་ནས་བྱུང་བས་མོ་བྲག་གི་ནང་བ་བཞག་ནས་བྱུང་བ་དེ་བཞག་གི་ད་ཕྱིར་ཡོང་ནས་ཁྲག་གི་མར་ལ་ག་ཡིག་ནས་བྱུང་བ་ཁྱ་མ་ཡིག་ཡིག་ཡིག་ནས་བྱུང་བ་དེ་བཞག་གི་ད་ལ་ལ་གི་མགོ་གི་བརྗོད་ལ་ལ་གི་ལོག་པ་ཅི་དུ་མོ་ཡོད་ལས་ད་ཉོག་ནས་བྱུང་བ་ད་ཙོང་ཁ་ན་ང་བསྡད་ཡོད་རེད་ད་གཟོད་ཚང་མ་རྫ་ན་ཅིག་ཟ་མ་བྱ་ནི་ཡོད་ནི་མ་རེད་གོ་འཇི་བྱ་ནི་ཡོད་ནི་མ་རེད་ཉག་གི་བྱ་ནི་ཡོད་ནི་མ་རེད་ཚང་མ་གཅིག་གི་གཅིག་ག་འབྱར་ནས་བྱུང་བ་དེ་བཞག་གི་ད་ཅང་ནས་འདས་ལས་བྱུང་བ་དེ་བཞག་གི་ད་འོ་ཚོང་ནས་བྱུང་བ་ཡང་ཉོག་བའི་དུ་མོ་ཡིན་དགོས་ཡོད་གི་ད་གཟོད་ཚང་མ་ཐམས་ཅད་པོ་ཏི་དེ་ད་རང་གི་སེམས་གི་ནང་ནས་བྱུང་བ་དེ་བཞག་གི་འོ་ད་ཤེས་གི་ངོ་མ་གི་གཅིག་རང་རང་གཅིག་བོད་མི་ཟིག་ཡིན་དུས་ད་སོ་གི་ལས་བོད་མི་རིགས་གི་ཆེད་དུ་ཟེར་ན་འདི་མོ་ཟིག་ཡོང་དུས་ད་སོ་གི་ལས་དང་ངོ་མ་རྒྱལ་བ་དཀོན་ཅིག་དཀོན་མཆོག་གི་དབང་ཆ་མེད་གི་མགོ་ཧམ་དཀོན་མཆོག་གི་དབང་ཆ་མེད་གི་ག་ལ་བྱ་ན་མེད་གི་རྒྱ་གི་བྱ་ཏི་ཡར་ཏུན་བྱ་ན་མེད་གི་ད་འོ་ཡོང་ནས་བྱུང་བའི་ཆེས་རྒྱ་སྐུད་མ་ཤི་ན་རྒྱ་ཡིག་མ་ཤི་ན་ཟེར་རེ་གི་སྨྱུག་པོ་དེ་དག་སོགས་དང་ངོ་མ་གི་དུ་ཅིག་ཤི་བའི་ངོ་མ་གི་ག་གི་ཅིག་གི་ངོ་མ་གི་སྡུག་བསྔལ་ཆེན་པོ་ཟིན་མྱོང་གི་འོ་ད་མ་ར་སོང་དེ་དག་སོགས་རབ་ཏི་རེད་ད་སོང་ནས་བྱུང་བའི་མ་ར་སོང་ན་ར་ཏྲ་རི་ར་ཏཱ་ཙོང་ཁང་ནང་བཞག་གི་ཀ་ཆི་གི་ཙོང་ཁང་ནང་བཞག་འདི་ད་གཟོད་ར་ར་ཚང་མ་ཧེ་ཧེ་རེད་ཚང་མ་རྒྱ་མི་རེད་ང་ཚོ་གཅིག་པོ་མ་གཏོགས་གི་ཙོང་ཁང་ནང་ན་ཡོད་ནི་མ་རེད་སོང་ན་སོང་ནས་བྱུང་བ་དེ་བཞག་གི་དེ་སྐྱིན་པ་དང་ནོར་གི་ཟོར་དུ་ཟོ་མ་ར་ཚང་མ་ཐམས་ཅད་གོ་ཐོས་ལུས་དགོས་གི་རེད་ལིན་ཅང་ང་སོང་ནས་ཆག་གི་དེ་ཐང་ཆད་དགོས་གི་རེད་ད་འོ་སོང་ནས་བྱུང་བ་དེ་བཞག་གི་སྐུ་མགོ་ན་ཧ་མི་ཡོ་བ་མ་རེད་སོང་ནས་བྱུང་བ་དེ་བཞག་གི་ཙོང་ཁང་ནང་ནས་མ་ར་ཁྱེར་འདི་ད་གཟོད་ར་ཏྲ་ར་རྒྱབ་གི་གཟན་ཤུབས་སོང་ནས་བྱུང་བའི་མ་ར་ཕེ་ནས་བྱུང་བ་དེ་བཞག་གི་མ་ར་ཡིག་ཐང་ནས་བྱུང་བའི་གཙོར་རྒྱས་ནང་ང་ཁུག་མི་ནང་ང་བསྡད་གི་ཞིག་ད་རེད་རྒྱ་བ་སོང་ནས་བྱུང་བ་དེ་བཞག་གི་ཀྲུང་བ་གི

ད་འོ་ཐབས་ཇི་སྔ་མ་ཆི་ཟི་རི་ཟི་ན་ང་ཀ་ཅག་ཆི་ད་ཤ་ཀི་ཟི་ན་ཁྱོ་ཀྲ་འཇག་གི་ཟི་དེ་ཆུང་བ་ཇི་ཆི་ཀ་ཁྱོ་ལ་ཀ་ཟུང་ཟི་ཀི་དེ་ཧ་ཡི་ནོ་ཨར་ཧོ་རིན་པོ་རེ་ཟི་ཆུ་འདི་ཁི་ལེ་ན་ར་ལེན་གུ་གུ་མི་ལེ་ན་ལེན་གུ་གུ་ཟི་ཁྱོ་ད་ཀ་ན་རྒྱ་བ་རིན་པོ་ཆེ་འདྲི་བ་ཡོ་ཀི་ཟམ་གདོང་རིན་པོ་ཆེ་འདྲི་བ་ཡོ་ཀི་ད་ཀ་གི་ཨ་ཅག་རིན་པོ་ཆེ་འདི་ཟུང་འདྲི་བ་ཡོ་ཀི་ནང་ལོག་གི་ནང་ཟུག་ནི་ཡང་ཆི་ཟི་རི་ཟི་ན་ཡང་དུམ་བུ་གི་ཤི་ཡིན་ཅེ་གི་ཡི་ཤི་ཡིན་འདི་ཟུང་འདྲི་བ་ཡོ་ཀི་ནང་ལོག་ནི་ཆེ་ངོ་མ་བྱ་བ་ལས་ནི་ཆུང་འདི་ཁྱོད་རང་གི་ཅིག་བྱ་བ་ཕྱི་ཟིག་ལས་ན་ར་ཆོ་ནི་བ་ཡོང་གི་རེད་དེ་ན་ཕྱི་ཟིག་ན་ཁྱེད་རང་དེའི་ནང་ནས་བྱུང་བ་དེ་ཅིག་ཚོགས་པ་བཙུགས་ནོ་གོ་མགོ་བ་རེད་ཁྱེད་རང་གི་ད་བོ་ཞང་ཁྱིམ་མང་གི་ནང་ང་སང་ནས་བྱུང་བའི་ཁ་པར་རྒྱབ་ནས་བྱ་བ་ཕྱི་ཟིག་ལས་ནི་རེད་བོད་ཀྱི་རྒྱ་དར་གང་གི་དཔར་ནི་རེད་ཀ་ཆི་མོ་ཀ་གྲངས་ཀ་ཆི་མོ་ཟིག་དཔར་ནི་རེད་ཚོགས་པ་གི་ཉི་ཆི་མོ་ཟིག་ཡོད་ཁྱེད་རང་གི་ཁས་ལེ་ན་ར་ལོང་རེད་མི་ལེ་ན་ར་ལོང་ཟིག་ནས་བྱུང་བ་དེ་ཅིག་ད་དེའི་ལྕགས་ཀི་ནང་ང་བཞག་ནས་བྱུང་བ་དེ་ཅིག་གིས་ད་ཡ་ར་ནི་ཞེ་དག་ནས་བྱུང་བ་དེ་ཅིག་གི་ལྕགས་ཀི་ནང་ང་དག་གིས་བསྐུང་བ་དང་ང་ཐང་ཐུག་གི་མ་ཟིག་ལོག་པ་དང་ང་འདི་གི་མ་ཟིག་ཡ་ནི་ཞེ་དག་ནས་བྱུང་བ་དེ་ཅིག་གིས་ད་དེའི་ཚོད་ཆ་ཚིག་གི་ལ་ཀ་དག་ནས་བྱུང་བ་དེ་ཅིག་གི་དེ་གི

ད་ཅི་གི་ཆ་མཐོང་བོ་ནི་མ་རེད་ད་འོ་ས་མ་ད་ཅི་གི་གཟུང་ཟི་གི་ངི་ན་སོང་ནི་ཁོ་ཁོ་ར་ཏི་མོ་ཏི་ཧོ་ར་ཏི་མོ་ཏི་ཧོན་ད་ད་ཅི་གི་ཀ་ཡི་དོག་གི་ད་ཡོང་ནི་ཆོང་ཟི་ཟི་ཉི་མ་དྲུག་གི་རང་ཐུར་དེ་སོང་ནི་བཙོང་ཁང་འདི་སྨན་ཁང་ནང་ནི་སོང་ནི་ཆོང་རི་ཟི་གི་ད་ཉིན་ཚིག་མ་བྱས་ད་བ་གི་ཁ་ཆག་མ་ཐུབ་མིག་བྱེད་མ་ཐུབ་བ་དེ་བཞག་ནི་རེད་ད་བཞིན་ང་མ་ད་ཤི་རྗེ་རི་ཟི་ནི་ཆོང་རི་ཟི་གི་ད་ཤི་ར་ཡོང་ནི་ཆོང་རི་ཟི་གི་ད་ད་ལྟ་ཅིག་ཡུལ་བ་ཧོ་ལས་བྱུང་བའི་ཏཱའི་རི་ན་ར་དྭོ་ཞང་ཆིང་གི་མགོ་བ་ཟོ་ལྟ་ཅིག་གི་ཁོང་ཟུང་མ་ཉོག་ཟིན་ནས་ཡང་རྫིན་བྱས། མར་ནང་གི་ཡུལ་བ་ཟོ་དེར་རྫིན་བྱས། ང་རང་ག་ཡང་ལ་ཁ་ཡི་གེ་འབྲི་གི་ཞིག་ཐིག་རྒྱག་གི་ཞིག་ཏཱའི་རི་བཙོན་ཁང་སྨན་ཁང་ནང་ནས་བྱུང་བ་ཉི་མ་ལྟ་ཅིག་ཉི་མ་ཉི་ཤུ་གཅིག་ལ་བསྡད་ནས་སྒོར་མོ་ཁྲི་ཚོ་གཉིས་ར་ཅིག་ཧི་ལས་བྱུང་བ་དེ་བཞག་ད་ཤི་ར་ཡོང་ད་ཤི་ར་ཡོང་དུས་ད་སོ་ར་དེ་རེད་ད། ང་ཤི་ར་ཡོང་དུས་ད་སོ་ང་ཚོ་གྲོགས་པོ་རིག་པའི་ཤར་ན་དགོན་པ་གི་ནང་ལོག་གི་གྲྭ་བ་ཚང་མ་ཐམས་ཅད་པོ་གྲྭ་བ་བརྒྱ་ར་བརྒྱ་ཁྲི་ཐམ་པ་བཟུང་ནས་སོང་ནི་རེད། བཟུང་བའི་སོང་ནས་བྱུང་བའི་འདོད་ཆགས་ཀྱི་རྟགས་ནག་ཉེ་བ་གཅིག་ཨ་མའི་སྐུ་ནང་ནས་བྱུང་བའི་ཁམས་དྲུག་ཁམས་དྲུག་གི་དྲ་བ་བཟུང་ནས་བྱུང་བའི་དགེ་བསྐོས་གཉིས་བཟུང་དང་གཟུགས་ནང་ནས་བླ་མ་གཞུང་ལས་བ་བཟུང་དང་གཟུགས་ད་གཟུགས་རི་ཁ་སོང་ནས་བཟུང་ནས་སོང་ནས་བྱུང་བ་རྟགས་གོང་མ་སྐུང་བ་གཉིས་ཀྱི་ཁ་གི་འདུ་ཤེས་འདི་སྐད་ཅིག་ནས་བྱུང་བ་རྟགས་ལ་ཁ་འདུ་ཤེས་རྒྱབ་ནས་བྱུང་བ་འདི་ཅག་གི་སྐད་སྐུང་བ་དཔེ་ནས་བྱུང་བ་འདི་ཅག་གི་རྟགས་ད་ཅིག་གི་ཧྲུའུ་ཅི་གི་ཕའི་གྲོགས་ཡེ་ལེ་ལ་ཁ་འདུ་ཤེས་འདི་ཡེ་ལེ་བྱུང་བ་འདི་ཅག་གི་གཏུམ་མོ་ཡེ་ལེ་ཉེར་བསྡོད་ཡོད། ཕྱི་ལོ་ཉིས་སྟོང་བཅུ་གཅིག་ཟླ་བ་བརྒྱད་པའི་ནང་བསྐྱར་དུ་འཛིན་བཟུང་བཀག་ཉར་དང་ཉིས་སྟོང་བཅུ་བཞི་ལོར་ལན་ཀྲོའུ་གྲོང་ཁྱེར་ནང་ཡོད་པའི་ཁྲིམས་ཁང་ཞིག་ནས་རྒྱལ་ཁབ་ཁ་བྲལ་གྱི་ཉེས་མིང་འོག་ལོ་ལྔའི་བཙོན་འཇུག་ཁྲིམས་ཐག་བཅད་པར་ཕྱི་བསྒྲགས་བྱས་རྗེས། ཉིས་སྟོང་བཅུ་དྲུག་ལོར་གློད་བཀྲོལ་བཏང་ན་ཡང་དེ་སྔ་བཙོན་ཁང་ནས་སྡུག་སྦྱོང་མནར་གཅོད་ཤུགས་ཆེ་བཏང་བའི་ནད་གཞིའི་རྐྱེན་གྱིས་སྨན་ཁང་དུ་ཡུན་རིང་བསྡད་ཀྱང་ཕན་ཐོགས་གང་ཡང་མ་བྱུང་བར་དེ་རིང་ཕྱི་ཟླ་བདུན་པའི་ཚེས་གཉིས་ཉིན་ཁོང་གི་ཕ་ཡུལ་བླ་བྲང་དགོན་པའི་ཉེ་འགྲམ་ཕུགས་ལྡིང་རང་ཁྱིམ་དུ་སྐུ་གྲོངས་འདུག། ཉིས་སྟོང་དགུ་ལོའི་ཟླ་བ་ལྔ་པའི་ཚེས་བཅུ་གཅིག་ཉིན་བྲིས་པའི་འཕྲིན་ཡིག་ཅིག་ཕྱི་བསྒྲགས་བྱས་པའི་ནང། ངའི་སྙིང་སྟོབས་དང་སྤོབས་པ་ཉམས་སོང་བ་ཡིན་ན་ཁྱེད་ཚོའི་རེ་བ་འགྲུབ་སོང་བ་ཡིན་པས། ངས་སྨྱུ་གུ་དང་གློག་ཀླད་ཅིག་གིས་ཁྱེད་ཚོའི་མེ་མདའ་ཁ་གཏད་དུ་བསླངས་ཏེ། ངས་གནས་ལུགས་དང་དྲང་བདེན་གྱི་ཐོག་ནས་འཚེ་མེད་ཞི་བདེ་ཡི་ལམ་ལ་སྙེགས་ཤིང། བོད་མི་རིགས་ཀྱིས་དངོས་སུ་མྱོང་བཞིན་པའི་མནར་གཅོད་དང་དཀའ་སྡུག་ཚང་མ་འཛམ་གླིང་ཡོངས་ལ་སྒྲོག་ཞོར། མི་རིགས་དེའི་ཐོབ་ཐང་དང་རང་དབང་གཙང་མའི་ཆེད་དུ་བོད་ཀྱི་བདེན་མཐའ་མར་སེལ་བར་དུ་རྩོད་ལེན་བྱེད་རྒྱུ་ནི་བདག་གི་བདེན་དོན་གྱིས་བཞེངས་པའི་ཚེ་སྲོག་གི་རྟགས་མར་བཞག་པ་ཡིན་ལ། ངས་རང་མི་རིགས་ལ་བཅངས་པའི་ལྷག་བསམ་དང་སྙིང་སྟོབས། ལ་རྒྱ་བཅས་ནི་དུས་ནམ་ཡང་གཞུང་མི་སྲིད། གལ་ཏེ་ང་བསད་བཏང་བ་ཡིན་ན་གཏམ་དེ་ནི་གྲགས་རྐྱང་ངའི་འཆི་ཁའི་སྙིང་གཏམ་དྲོན་མོ་ཡིན། ང་རྒྱ་ནག་ཉེན་རྟོག་པས་འཛིན་བཟུང་ཐེངས་གསུམ་པ་བྱས་ཏེ། ལན་ཀྲོའུ་བཀག་ཉར་ཁང་ཞིག་ཏུ་བཙོན་འཇུག་བྱེད་སྐབས་རྒྱ་ནག་ཉེན་རྟོག་དམག་མི་དེ་ཚོའི་གདོང་ལ་བལྟས་ནས་སྐད་ཆ་དེ་དག་བཤད་པ་ཡིན་ཞེས་འཁོད་འདུག། ཁོང་ལན་ཀྲོའུ་བཙོན་ཁང་ཞིག་ཏུ་བཀག་ཉར་བཙོན་འཇུག་བྱེད་སྐབས་ཉིས་སྟོང་དགུ་ལོའི་ཟླ་བ་གཉིས་པའི་ཚེས་བཅུ་གཅིག་ཉིན་གསང་བའི་ཐོག་ནས་བྲིས་པའི་ང་དང་ཨ་མའི་ལས་ཞེས་པའི་འཕྲིན་ཡིག་ཅིག་གི་ནང། ཨ་མ་དང་ཁ་བྲལ་ལ་ཉེ་བའི་མཚན་མོ་དེར། ངས་ཨ་མར་སེམས་གསོ་བྱས་པ་ན། ཨ་མས་ང་ལ་དེ་ལྟར་གསུངས་སོང། ལས་དོན་དེ་ནི་ཁྱེད་ཀྱི་དོན་མ་ཡིན་ལ། འུ་ཚང་གི་དོན་ནི་དེ་བས་ཀྱང་མ་རེད། དེ་བོད་ཆོལ་ཁ་གསུམ་གྱི་དོན་དུ་ཡིན་པས་ངས་སེམས་ཁུར་བྱེད་ཀྱི་མེད། སེམས་ཁུར་བྱས་པ་ཡིན་ན་ཁྱེད་ཀྱི་བྱ་བ་ལ་བར་ཆད་བྱེད་རྒྱུ་རེད་བསམ་ནས་ངས་བླ་མ་དཀོན་མཆོག་ལ་སྐྱབས་འཇུག་ཞུ་རྒྱུ་ལས་ངས་སེམས་ཁུར་བྱེད་ཀྱི་མེད། ྋགོང་ས་རྒྱ་བོད་རིན་པོ་ཆེ་མཆོག་གིས་ཁྱེད་རང་ལ་ང་ཚོའི་མི་རིགས་ཀྱི་ལས་དོན་ནི་མི་རིགས་རང་གིས་རྩོད་ལེན་བྱེད་དགོས་ཞེས་གསུངས་ཡོད་པ་སོགས་བཤད་སོང་ཞེས་འཁོད་འདུག་འཕྲིན་ཡིག་དེའི་ནང་ཁོ་རང་གིས་ལན་གྱི་སྐོར་འཁོད་དོན། བོད་གངས་ཅན་གྱི་རང་དབང་གཙང་མའི་དོན་དུ་ཚེ་སྲོག་འབུལ་མཁན་རྣམས་ལ་ཡང་ཕ་མ་དང་བཟའ་མི་གཉིས་འབྲེལ་མེད་པ་མེད། ཁོ་ཚོའི་ཅིའི་ཕྱིར་དུ་ཚེ་གཏོང་དགོས་བྱུང་བ་རེད། ད་ལྟ་གསོན་ཡོད་པའི་བོད་མི་ཚོས་ངེས་པར་དུ་དོན་དེ་ལ་བསམ་བློ་ལེགས་པོ་ཞིག་གཏོང་རན་ཡོད་པ་མ་ཟད། བོད་གངས་ཅན་གྱི་ལྗོངས་དེ་ལ་ཁོ་ཚོས་མཛད་རྗེས་བླ་ན་མེད་པ་ཞིག་བཞག་ཡོད་པ་དེ་ལ་འཇིག་རྟེན་དེ་ན་གསོན་ཡོད་པའི་ང་ཚོ་སྟེ། གངས་ཅན་སྐྱེ་འགྲོ་ཡོངས་ཀྱི་གུས་འདུད་དང་རྗེས་དྲན་བྱས་ན་འགྲིག། མཇུག་ཏུ་ངས་ཨ་མར་དེ་ལྟར་བཤད་པ་ཡིན། ཨ་མ་ལགས། བོད་གངས་ཅན་ན་ཁྱེད་ལྟ་བུའི་མ་ཞིག་དང་ང་ལྟ་བུའི་བུ་ཞིག་ཡོད་པ་ཡིན་ན་བོད་རང་བཙན་ལེན་དགོས་ཀྱང་དེ་འདྲའི་དཀའ་མོ་ཞིག་མ་རེད་ཅེས་བཤད་ཡིན་ཞེས་སོགས་འཁོད་འདུག། གཟིགས་མོའང་ལྷན་རྒྱས་གཤམ་ལ་ད་རེས་ཀྱི་གསང་རྒྱུད་མཐའ་མ་དེའི་གསན་གཟིགས་གནང་རོགས་གནང། ཟླ་བ་འདིའི་ཚེས་གཅིག་ཉིན་ནིའུ་ཡོག་ཏུ་ཡོད་པའི་རྒྱ་ནག་གཞུང་གི་གཞུང་ཚབ་ཀྱི་མདུན་དུ་ས་གནས་བོད་མི་ཁག་ཅིག་གིས་རྒྱ་ནག་གཞུང་ལ་ངོ་རྒོལ་སྐད་འབོད་ཀྱི་ལས་འགུལ་ཞིག་སྤེལ་ཡོད་འདུག་དེ་ཡང་ཉེ་ཆར་བོད་དུ་གཞས་པ་ཚེ་དབང་ནོར་བུས་བོད་ཀྱི་རྒྱལ་ས་ལྷ་སའི་ཕོ་བྲང་པོ་ཏཱ་ལའི་མདུན་དུ་རང་ལུས་མེ་གསོད་བཏང་སྟེ། རྒྱ་ནག་ལ་ངོ་རྒོལ་བྱས་པ་དང་དེའི་རྗེས་སུ་རྒྱ་ནག་གཞུང་གིས་ཚེ་དབང་ནོར་བུའི་ཨ་ཕ་ལ་ལ་ཡང་བཙན་གནོན་བཀག་ཉར་གྱིས་གདུག་རྩུབ་མནར་གཅོད་འོག། སྐུ་སྲོག་ཤོར་ཡོད་པའི་ཡིད་སྐྱོའི་གནས་ཚུལ་རིམ་པ་བྱུང་ཡོད་པས། ཨ་རིའི་རང་བཙན་ཉིན་མོའི་སླེབས་ལ་ཉེ་བ་དང་སྟབས་བསྟུན་ནས་སྤྱི་ཟླ་བདུན་པའི་ཚེས་གཅིག་རེས་གཟའ་པ་སངས་ཀྱི་ཉིན་དེར། བོད་རང་བཙན་འཐབ་རྩོད་པའི་མིང་ཐོག་ནས་བོད་མི་ཁག་ཅིག་གིས། རྒྱ་ནག་གི་གཞུང་ཚབ་ཁང་གི་མདུན་དུ་ངོ་རྒོལ་ལས་འགུལ་དུས་ཡུན་ཆུ་ཚོད་གསུམ་ཙམ་གྱི་རིང་སྤེལ་ཡོད་འདུག།

བདག་ལ་ཡང་མིག་མང་པོ་ཞིག་ལ་ཤའི་སྨན་བསྡུ་བྱས་གནང་སོང། རྫི་མོ་ཨ་ལྷན་རྒྱས་བདུན་དེའི་གསར་འགྱུར་ལས་རིམ་དེ་ག་མཇུག་འགྲིལ་བ་ཡིན་གྱི་དེ་ལྷན་རྒྱས་ནས་བོད་དང་རྒྱལ་སྤྱིའི་གསར་འགྱུར་རྒྱས་པ་ཁག་གསན་འདོད་ཡོད་ཚེ་ངོ་བལྟས་དང YouTube དེ་བཞིན Instagram བཅས་ཀྱི་ཐོག་ལ་བོད་ཀྱི་བང་ཆེན་ཡ་ན Tibet Express དྲ་ཚིགས་ཐོག་ནས་གཟིགས་རྒྱུ་ཡོད་པས་དེ་དོན་ལྷན་རྒྱས་ནས་དགོངས་འཇགས་གནང་རོགས་གནང། ང་ཚོ་རྗེས་ཀྱི་ལེ་ཚན་ནང་བསྐྱར་དུ་མཇལ་ཡོང་ཁྱེད་རྣམ་པས་ང་ཚོའི་གསར་འགྱུར་ལས་རིམ་གསན་གཟིགས་གནང་བར་བཀའ་དྲིན་ཆེ།